ལུ་རྗེའི་སྐྱོང་ནི་དཔའ་ཡི་ལེའུ་གཉིས་པ། ཡུལ་རིའི་སྐོར་ལ་སུ་བར་འགྲོ་ནི་གར་བྱུང་བའི་གནས་ཚིག་དེ་ལྟ་གི་ཡིན། ཡོ་ཤི་བ་ཡིས་ཡོ་རི་ཀོ་གྲོང་ཁྱེར་ལ་གནས་ཚིག་ག་འདྲ་འདུ་བའི་ལྟ་བའི་ཆེད་དུ་སུ་བ་གཉིས་མངགས་བ་དང། སུ་བ་ནི་ཡོ་རི་ཀོ་གྲོང་ཁྱེར་ལ་སླེབས་ནས་སྨད་བཙོང་མ་ར་ཧབ་ཀྱི་གོམ་པ་ལ་བསྡད་པ་རེད། འོན་ཀྱང་ཡོ་རི་ཀོ་ཡི་རྒྱལ་པོ་ཡིས་ཨིས་ར་ལི་པ་སུ་བ་ཁ་ཤས་ཡོ་རི་ཀོ་ལ་སླེབས་ཡོད་པ་དེ་ཐོས་ཡོད་པ་རེད། རྒྱལ་པོ་ཡིས་ར་ཧབ་ལ་ཆ་བཏང་པ་ཁྱེད་རང་གི་ཁང་པ་ནང་དུ་ཡོད་པའི་ཨིསི་རཱཨེལ་གྱི་སོ་བ་རྣམས་ང་ལ་མི་བསྟན་གོ། ར་ཧབ་ཀྱི་ལན་དུ་མི་འགའ་ཤས་ངའི་ནང་དུ་སླེབས་ཀྱང་འོད་ཀྱང་ཁོ་ཚོ་ག་ཉིད་ཡིན་པ་ངས་ཧ་གོ་གི་མེད། ཁོ་ཚོ་ས་མ་རུ་སྔོན་དུ་ཕྱིན་ཚར་སོང་ཁྱེད་རང་ཁོ་ཚོ་རྗེས་འདེད་བཏང་ནས་ཟིང་ཁ་རྒྱུགས། འོད་ཀྱང་ར་ཧབ་ཀྱི་སོ་བ་དེ་ཚོ་ཐོག་ཁ་ལ་ཁྲིད་ནས་ཡུལ་ནས་བཤགས་པ་རེད། ར་ཧབ་ཀྱིས་སྲིད་པ་གཉིས་ལ་གསུངས་པ། ང་ཚོ་དཔེ་སྐྱོ་བོ་ཡིན་ཙམ་ཁྱེད་ཚོ་ལ་དཔེ་བྱེད་ཀྱི་འདུག་གང་ཡིན་ཟེར་ན་ཡ་ཧོ་ཝཱ་དཀོན་མཆོག་གིས་ས་ཆ་དེ་ཁྱེད་ཚོ་ལ་སྤྲད་ཡོད་པ་དེ་ང་ཚོ་ཧ་གོ་གི་ཡོད། ཨི་ཇེབ་ནས་དེའི་བར་དུ་ཡ་ཧོ་ཝཱ་དཀོན་མཆོག་གིས་ཁྱེད་ཚོ་དང་གནམ་དུ་ཡ་མཚན་ཅན་གྱི་ཕྱག་ལས་ག་རེ་གནང་གི་ཡོད་པ་དེ་ང་ཚོས་ཐོས་བྱུང། གནམ་ས་གནས་ཀྱི་བདག་པོ་ཡ་ཧོ་ཝཱ་དཀོན་མཆོག་ནི་ཁྱེད་རང་ཚོ་གི་དཀོན་མཆོག་ཡིན་ཙམ་ང་ཚོར་ཞེད་སྣང་དཔེ་ཆེན་པོ་འདུག། ཡ་ཧོ་ཝཱ་ཚེང་ལ་ང་ལ་དམ་བཅའ་བཞག་དང་ངས་ཁྱོད་ཚོ་ལ་གཙོ་སྐོར་བྱས་པ་ནང་བཞིན་ཁྱོད་ཚོ་ཡིས་ངའི་ནང་མི་ལ་གཙོ་སྐོར་གནང་རོགས། དེ་ནས་སུ་བ་ཡིས་དམ་བཅའ་བཞག་པ་དང་ཁྱེད་ཀྱིས་ང་ཚོ་མི་ཚིག་གཅོད་ཡས་ན་ང་ཚོ་ཡིས་ཀྱང་ཁྱེད་ཀྱི་མི་ཚིག་གཅོད་གི་ཡིན། ད་ལྟ་ང་ཚོ་ག་རེ་བཤད་གི་ཡོད་པ་དེ་སུ་གཅིག་ལ་མ་བཤད། ཡ་ཧོ་ཝཱ་ཡིས་ས་ཆ་དེ་ང་ཚོ་ལ་སྤྲད་དུས་ངས་ཁྱོད་ཚོ་ལ་ལྟ་རྟོག་བྱེད་ཆོག། ར་ཧབ་ཀྱི་དགོན་པ་ནི་གྲོང་ཁྱེར་ཀྱཱ་རེའི་ཉེ་འགྲམ་དུ་ཡོད་པ་དང་ཁོང་གིས་བསུ་བ་རྣམས་སྐེད་པ་ལ་དག་པ་བཏགས་ནས་སྒེའུ་ཁུང་བརྗོད་ནས་མ་ཕྱི་རོལ་ལ་བཏང་བ་རེད། བསུ་བ་གནས་ཀྱི་མོ་ལ་བརྗོད་པ། ང་ཚོ་ལུང་པ་དེ་ལ་ཡོང་བའི་སྐབས་སུ་ཁྱེད་ཀྱིས་སོ་སོའི་ནང་མི་རྣམས་ནང་དུ་སྐད་བཏང་ནས་སྒེའུ་ཁུང་ལ་རས་དམར་པོ་ཞིག་བཏགས་པ་ཡིན་ན་ང་ཚོ་ཡིས་ཁྱེད་ཀྱི་དམ་བཅའ་དེ་སྒྲུབ་ཐུབ་ཀྱི་རེད་ཞེས་ཟེར་བ་རེད། ར་ཧབ་ཀྱིས་ལན་དུ་ངའི་དུས་ལ་མི་མཐུན་ཡོད་ཟེར་བ་དང་ཁོ་ཚོ་ཕྱིན་ཚར་བའི་རྗེས་སུ་མོ་ཡིས་སོ་སོའི་སྒེའུ་ཁུང་ལ་རས་དམར་པོ་ཞིག་བཏགས་པ་རེད། བསོད་པ་ནས་ཀྱིས་ཡོ་ལྡན་གཙང་པོ་བརྒལ་ནས་ཡོ་ཤེ་ཝཱ་རྩར་འགྲོ་ནས་གནས་ཚུལ་ཚང་མ་བཤད་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ས་ཆ་དེ་ང་ཚོ་ལ་སྤྲད་ཀྱི་ཡོད་པ་དེ་བསྟན་གྱི་འདུག་གང་ཡིན་ཟེར་ན་ཡིད་མི་ཚང་མ་ང་ཚོ་ལ་བྱས་ནས་བསྡད་བཞག